ཐབས་མཁས་ཐུགས་རྗེའི་ཤཱ་ཀྱའི་རིང་ཁྲོ་ཆེན་གཤིན་རྗེ་མུ་ཐུད་བདུད་རྒྱལ་སྤང་བྱང་བ་གསེར་གྱི་ལྷུན་པོ་ལྟ་བུའི་བྱིས་པའི་སྐུའི་ཤཱ་ཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཅན་ལ་སྐུ་གསུང་གི་བ་ཆེན་པོ་ཏོག་ཞག་གྲངས་མེད་བསྔོ་འདོན་བཏང་ནས། ད་དེ་རིང་གི་སྐབས་སུ་བབས་པ་ལ། ད་ང་ཚོ་ག་རེ་ཟེར་སོང་གསུངས་ན་གཅིག་གསུང་ཆོས་ཞུ་བའི་སྐབས་སུ་ལ། དང་པོ་གསུང་ཆོས་ཞུ་སྲིད་ཀྱི་བླ་མ་དེ་ལ་ཡོན་ཏན་ག་ཟེ་དགོས་རེད། དེ་ནས་གསུང་ཆོས་དཀར་གསལ་སོང་བ་སོང་ན་ཆེ་ཞུ་མཁན་གྱི་སློབ་མ་དེ་ལའང་ཡོན་ཏན་དཀར་གསལ་དགོས་རེད། དེ་ནས་དཀར་གསལ་སོང་ན་བླ་མ་ལས་དང། སློབ་མ་དང་དགེ་བའི་བཤེས་གཉེན་ལས་གསུང་ཆོས་ཉན་སྤེལ་གྱི་སྐབས་སུ་ལའང་ཆེ་ཉན་སྟངས་དེ་ག་འདྲའི་དཀའ་འགྲེལ་དགོས་རེད། འོ་ད་དེ་འདྲ་ཡིན་པ་སོང་ད་ད་དེ་རིང་གཅིག་ང་ཚོ་སྡེ་ཚན་འདི་ནས་ཞུ་ཡག་ཡིན། དང་པོ་གསུང་ཆོས་ཞུ་སའི་གི་བླ་མ་དེ་ལ་ཡོན་ཏན་ག་འདྲའི་ཞིག་དགོས་རེད། དེ་ཞུ་མཁན་གྱི་སློབ་མ་དེ་ལའང་ཡོན་ཏན་ག་རེ་ག་རེ་དགོས་རེད། ཨ་སློབ་མ་དེ་གྱི་གསུང་ཆོས་ཉན་སྤེལ་གྱི་སྐབས་སུ་ལའང་ག་འདྲའི་ག་འདྲའི་བྱས་ནས་ཅིག་དོ་སྣང་ག་འདྲ་ག་འདྲ་སྤྲད་ཀྱི་རེད། ཨ་ནི་དེ་ལས་སྐྱོན་ག་འདྲ་ག་འདྲ་སྤང་གི་རེད་ཡོན་ཏན་ག་འདྲ་ག་འདྲ་ལྡན་གི་རེད་འོ་དེའི་སྐོར་ལ་ད་དེ་རིང་དེ་ཤོད་ནས་ཕན་ཐོག་བྱུང་ས་རེད་བསམ་དེ་འདྲ་ཤོད་ཡག་ཡིན། འོ་ད་དང་པོ་དེ་ག་རེ་ཟེར་སོང་ན་ཆེ་ཆེ་ཐང་ཅིག་རྒས་པའི་ཤིང་ཡང་བཤིག་ཉེན་གི་ད་མཚན་ཉིད་མང་པོ་འདུལ་བ་ལས་བྱེད་པའི་བླ་མེད་ཀྱི་མཚན་ཉིད་མདོ་སྡེ་ལས་བྱེད་པའི་བླ་མེད་ཀྱི་མཚན་ཉིད་འོ་ད་གསང་སྔགས་ལས་བྱེད་པའི་བླ་མེད་ཀྱི་མཚན་ཉིད་དེ་འདྲ་མང་པོ་ཡོད་ན་ཡང་དེ་ཚོ་ཚང་མ་ས་བདུན་བཞག་ན་ཨ་མདོ་སྡེ་རྒྱན་ལས་ཐེག་པ་ཆེན་པོ་རྒས་པའི་བཤིག་ཉེན་ལ་ཨ་ནི་མཚན་ཉིད་པའི་ཆོས་ཅི་འདི་མཚན་ཉིད་ཆོས་ཆོས་དང་ལྡན་པ་དེ་འདྲ་ཞིག་སོང་ཡོད་པ་རེད། འོ་དེ་འདྲ་ཡིན་པར་སོང་ན་ད་དེ་འདྲ་ཞིག་གི་ཡོང་ཐེངས་ཤིག་བདེན་པ་ཞིག་ངེས་པར་དུ་དགོས་པ་ཡིན་པར་སོང་ཙང། ད་མདོ་སྡེ་བརྒྱད་ནས་ག་རེ་སོང་བར་ཟོས་སོང་ན། བཤེས་གཉེན་དོལ་པ་ཤིར་བ། བཤེས་གཉེན་དོལ་པ་ཤིར་བ་ཉེར་བཞི་པ། ཡོན་ཏན་ལྷག་བྱིན་གཙོར་བྱས་ལུང་གི་ཕྱུག། དེ་གཉིས་རབ་ཏུ་བདོག་ལ་སྨྲ་མཁན་ལྡན། བརྩེ་བའི་བདག་ཉིད་སྐྱོ་ངར་སྤངས་ལ་ལྡན་སོང་འོ་དེ་འདྲ་ཞིག་གི་ད་ཆོས་ཆོས་སོང་ཡོད་རེད། ད་འདི་གར་བཙོང་དགོས་ཟེར་ན་སོ་སོ་རང་རང་ཉིད་ལ་བླང་དོར་གྱི་ལམ་བསྟན་མཁན་གྱི་སྡིག་པ་ཆེན་པོ་དགེ་བའི་བཤེས་གཉེན་ལ། ཨ་ནི་ཡོན་ཏན་ག་འདྲ་ཞིག་དགོས་རེད་ཟེར་སོང་ན་བཤེས་གཉེན་དུར་བ་ཤེར་བ་ཉེ་བཞི་བ་སྲས་དེ་མོ་ལ་བླ་བ་གསུམ་གྱི་ཡོན་ཏན་གྱི་ཉམས་ལེན་ཡོད་པ་དེ་འདྲ་ཞིག་དགོས་རེད་ཟེར་དུར་བ་སྲས་དེ་མོ་ལ། ཨ་ནི་ག་རེ་ཟེར་སོང། འོ་ད་དུར་བ་དེ་ག་རེ་ཟེར་སོང་ན་ཚུལ་ཁྲིམས་བསླབ་པའི་གྱི་ཉམས་ལེན་ཤེས་པ་ལ་བརྟེན་ནས་ཨ་ནི་ལུས་ངག་གི་སྤྱོད་པ།

གྱི་ཀྱང་གང་དུ་མ་འགྲོ་བ་ཞིག་ཀྱང་ན་ཤི་བ་ཞིག་གོ་རེས་ཤི་ཉེས་དོར་བ་ཤེས་པ་ཉེར་ཤི་བ་ཟེར་ཏེ་དེ་ཙམ་གྱི་མ་ཡིན་པར་དེ་ལྟ་བུའི་ལུས་ངག་གཅོད་པ་ཨ་ནི་དོར་བ་ཞིག་ཡོད་པ་དེ་གང་ན་ཨ་ནི་སེམས་ཀྱི་བྱིང་རྒོད་གང་དུ་མ་འགྲོ་བ་ཞིག་ནས་ཏིང་ངེ་འཛིན་གྱི་བསླབ་པའི་རྟེན་ནས་གནས་པའི་བྱིང་རྒོད་དེ་སོལ་བ་ཞེས་ཏེ་ངེས་ད་དེ་གང་ན་ཉེས་པར་ཤི་བ་ཟེར་ཏེ་མོ་ལ་ཚུལ་མིན་ཞིག་གི་རྣམ་རྟོག་བྱེད་དང་ཨ་ནི་དེ་འདྲའི་གི་བདག་འཛིན་གྱི་ཅིག་མངོན་གྱུར་པ་དེ་འདྲའི་གི་ཨང་དུ་མ་འགྲོ་བ་ཞིག་ནས་ཨ་ནི་ཕྱུགས་རབ་ཅིག་ནམ་ཞིག།

ཡོན་ཏན་ལྷག་ཅིང་སྲིད་དུ་མོ་ན་ལོ་མ་ལ་ཡོན་ཏན་ལྷག་པར་གོ་རེ་དགེ་བའི་བཤེས་གཉེན་སོ་སོར་བླང་དོར་ལམ་བསྟན་གྱི་དགེ་བའི་བཤེས་གཉེན་ན་སོ་སོ་ལ་ཡོན་ཏན་ལྷག་པར་གོ་རེ་སློབ་མ་ལ་ཡོན་ཏན་ལྷག་པར་གོ་རེ་གོ་རེ་མ་གཏོགས་སློབ་མ་དང་ཡོན་ཏན་གཅིག་པ་ཡིན་ན་བླང་དོར་ལམ་བསྟན་དུ་མ་རུང་བ་དེ་འདྲའི་མ་གསུངས་ཡོན་ཏན་ལྷག་ཅིང་སྲིད་དུ་མོ་ན་ཨ་འདི་སོ་སོ་གི་རང་གི་དགེ་བའི་བཤེས་གཉེན་དེ་ནི་སོ་སོ་རང་ཉིད་ཀྱི་སློབ་མ་རེད་པས་ཡོན་ཏན་མཐོ་ཙམ་སྒོམ་ཙམ་ཡོན་ཏན་ག་རེ་ཡིན་ན་སློབ་མ་རང་ལས་ལྷག་པ་དེ་འདྲ་གོ་རེ་ཟེར་ཏེ་ཡོན་ཏན་ལྷག་ཅིང་སྲིད།

ལུང་གི་ཕྱུགས་ཟེར་བ་རེད་ལུང་འདི་ཨ་ན་སངས་རྒྱས་ཀྱི་གསུང་དང། ཨ་ན་མདོ་རྒྱུད་བསྟན་ཕྱུག་དེ་ཚོ་བཞག་ནས་ད་དེ་ལྟ་བུའི་གི་སོ་སོ་གི་ཆེ་གེ་བའི་བཤེས་གཉེན་འདིས། ཨ་ན་ག་རེ་ཟེར་སོང་ན་སངས་རྒྱས་ཀྱི་གསུང་དང། ཨ་ན་དེའི་གི་ག་རེ་ཟེར་ན་གུང་ཁྲི་བསྟན་ཕྱུག་དང་བཅས་པ་ཐམས་ཅད་ལ་སློབ་སྦྱོང་ཡག་པོ་ཡོད་བསྟན་མཁན། འོ་ད་དེ་ནི་དཔེ་ཡག་པོ་ཞིག་གོ་རེད་ཟེར་ལུང་གི་ཕྱུགས་ཟེར། ཡོན་ཏན་ལྷག་ཅིང་གཙོར་བྱས། ལུང་གི་ཕྱོགས་སུ་དེ་ཉིད་རབ་ཏུ་རྟོགས་ལ། ཟེར་དུ་མ་ལ་དེ་ཁོ་ན་ཉིད་ཕྱོགས་རྣམས་ཀྱི་གནས་ལུགས། སྟོང་པ་ཉིད། ག་རེ་ཟེར་སོགས་ཡང་ཞིག་ཀྱང་རྟོགས་ལྡན་མཁན་དེ་སྨྲས་ན་ཡང་སྟོང་པ་ཉིད་ལ་གོ་བ་ཡག་པར་ཆགས་ལྡན་མཁན་དེ་འདྲ་ཞིག་གོ་རེ་ཟེར་དེ་ཉིད་རང་རབ་རྟོགས་ལ། སྨྲ་མཁན་ལྡན་ཟེར་དུས་ད་དེའི་སྒང་ལ་ག་རེ་གོ་རེ་ཟེར་སོང་ན། དོན་གཅིག་གི་ཁམས་དང་ངོ་བོ་དང་མཚམས་སྦས་ཀྱི་སྒོ་ནས་བླང་དོར་གྱི་ལམ་བསྟན་ནས་སངས་རྒྱས་ཀྱི་གསུང་དང་བའི་འགྲེལ་བཤད་རྒྱག་དང་དུ་ཙམ་མ་ཁེལ་བར་གོ་རེ། སྨྲ་མཁན་ལྡན་ཟེར། བདག་དེ་གང་ན་ག་རེ་དགོས་ཟེར་སོང་བརྩེ་བའི་བདག་ཉིད་ཟེར་དུས་མོ་ན་བདག་དེ་ཡང་ག་རེ་ཟེར་སོང་སོང་ན་བརྩེ་བའི་སྙིང་རྗེ་ཆེན་པོ་ཀུན་ཏུ་བླངས་པའི་གི་སྒོ་ནས་ཨ་ནི་གཞན་ནི་སེམས་ཅན་ལ་དག་པའི་བླང་དོར་ལམ་བསྟན་མཁན་དེ་འདྲ་ཞིག་དགོས་པར་སོང་ཙང་བརྩེ་བའི་གི་བདག་ཉིད་དེ་འདྲ་ཞིག་དགོས་རེད་བརྩེ་བའི་བདག་ཉིད། འོ་བདག་དེ་གང་ན་ག་རེ་ཟེར་སོང་ན་བརྩེ་བའི་བདག་ཉིད་སྐྱོ་ངར་སྤངས་ལ་ཟེར་དུས་མོ་ན་དེ་ལྟ་བུའི་གི་བླང་དོར་ལམ་བསྟན་པར་བྱེད་པ་ལ་བདག་ག་རེ་ཟེར་སོང་སོང་ན་བྱེད

ཨ་ནེ། བརྩེ་བའི་བདག་ཉིད། དེ་གཉིས་ར་དོགས་ལ་སྨྲ་མཁན་བདེན་ཟེར་ཏེ་མོ་ལ་དོར་བཞག་བླང་དོར་ལམ་བདེན་དང་མཁས་པ་ཡོད་བསྟན་མཁན། འོ་ད་དེ་ག་རེ་ཟེར་སོང་ན་རྒྱས་ཆགས་སོང་ཨ། ད་དེ་ནས་བརྩེ་བའི་བདག་ཉིད་ཟེར་ཏེ། བརྩེ་བ་སྙིང་རྗེ་ཆེན་པོ་ཀུན་ནས་བསླངས་པའི་སྒོ་ནས་དོར་བཞག་ལ་ལམ་བསྟན་མཁན། འོ་དེ་ནས་ཕྱི་སྐོར་ཟེར་ནས་ད་དགོད་ཆགས་སོང་ཨ། ད་དེའི་སྒང་ལ་སྐྱོ་ངར་སྤང་བ། འོ་ད་འདི་འདྲ་བྱས་ནས་ད་དེ་འདྲའི་གི་དགེ་བ་ཤིས་ཉེས་ལ་ཐེག་པ་ཆེན་པོ་དགེ་བའི་བཤེས་ལ་ཡོན་ཏན་ཆོས་དེ་འདྲ་ཚང་གི་རེད་ཟེར་ད་ཟེར་དེ་སོར་དུས་ཤག་ན་ཨ་ནུ་ཁྱེད་ཚོས་བཟང་གསུམ་བསྟན་པ་འོ་ད་དེ་འདྲ་བྱ་དགོས་རེད་ཟེར། འོ་དེ་འདྲ་ཡིན་པ་སོང་ན་ཆེས་སློབ་མ་ལ་ཡོན་ཏན་མཁས་པ་དེ་ནས་ག་རེ་ཟེར་སོང་ན་སྒོ་གསུམ་གྱི་སྤྱོད་པ་བསླབ་པ་སོགས་ཀྱི་ཉམས་ལེན་བྱེད་པ་དེ་ནས་ན་སྒོ་གསུམ་སྤྱོད་པ་པའི་ཚུལ་བཞིན་ཏེ་དངོས་གནས་དྲང་གནས་ཆེ། ཆེས་ཐམས་ཅད་མཁྱེན་པའི་བར་གས་གསུངས་བ་ནང་བཞིན་ཕྱི་རུ་ཉན་ཐོས་སྤྱོད་པ་ཤེས་བཞིན་དུ་ནང་དུ་རིམ་གཉིས་རྣལ་འབྱོར་སྟེང་དང་འདས་མདོ་སྔགས་ལམ་སངས་རྒྱས་མའི་གྲོགས་སུ་མཇལ་གསུངས་བ་ནང་བཞིན་ལྟར་དགེ་བའི་བཤེས་གཉེན་ལ་ནི་ཁེ་ཚུན་བཟང་གསུམ་ལྡན་པ་ལྟར་དེ་འདྲ་ཞིག་དགོས་རེད་དེ་ཆེ། ད་ནི་དེ་ལྟ་བུའི་གྱི་དགེ་བའི་བཤེས་གཉེན་ལ་ནི་ཁེ་ཚུན་བཟང་གསུམ་ལྡན་པ་ལྟར་དེ་འདྲ་ཞིག་ཡོད་གསུངས་ན། ད་དེའི་གི་ཀུན་དོན་ནི་ཨ་ནི་སློབ་མ་ཟེར་ཡ་དེའི་གི་ཆོས་ཤེས་མཁན་གྱི་སློབ་མ་འདི་ལ་ཨ་ནི་ཡོན་ཏན་ག་འདྲ་ཞིག་དགོས་རེད་ཟེར་དེ་མོ་ལ་ད་དེ་ག་རེ་ཟེར་གསུངས་ན། དེ་ཡིན་པ། འོ་ད་ནི་ག་རེ་ཟེར་སོང་ན་སློབ་མ་ལ་ཡོན་ཏན་ག་རེ་ཆུ་ཆུ་ཉན་མཁན་གྱི་སློབ་མ་ལ་ད་ཡོན་ཏན་ག་རེ་དགོས་རེ་ཟེར་སོང་ན། འོ་ད་དེ་ག་རེ་ཟེར་སོང་ན་འདི་འདི་ཆགས་ཏེ་ཡོད་པ། ཟུར་སྣེའི་བློ་འདི་སྟོང་ཉེར་བ་ཉིན་པོ་འདུག་ཅིང་བྱ་བ་ཡིས་སོང་རེད་ད་ག་རེ་སོང་དགོས་ཟེར་ན་ཟུར་སྣེའི་བ་ཟེར་དེ་དང་པོ་ཉན་པར་བྱེད་པ་ལ་བློ་ཟུར་དུ་གནས་པ་ཟེར་དེ་མ་ལ། ལོ་དྲང་པོ་ནས་དེ་འགན་ཆོས་ཉན་མཁན་ཅིག་ཡིན་ན་ཨ་ནེ་པད་ཀྱིས་ཕྱོགས་སུན་སྣང་བ་མ་བྱས་པར་ཆགས་སྡང་དང་ཕྱོགས་ལྷུང་ཨང་དང་མ་སངས་བ་བྱས་ནས་བློ་གཟུར་བོ་གནས་ནས་བཤད་ནས་སེམས་དྲང་པོ་སྒོ་ནས་ཉན་ཡག་ལ་གལ་ཆེན་པོ་རེད་ཟེར་ནས་ད་དེའི་སྒང་ལ་ཅིག་དྲང་པོ་ཅིག་འདི་གཅིག་པུས་མ་འགྲིག་པ་དེའི་སྒང་ལ་ག་རེ་དགོས་ཟེར་ན་གལ་ཆེ་ཤོས་དེ་བློ་འདས་ཟེར་དུས་མོ་ལ་ལེགས་ཉེས་འབྱེད་པའི་ནང་ཆོས་ཀྱི་བླང་དོར་གྱི་ལེགས་ཉེས་འབྱེད་པའི་གནས་ཤེས་རབ་དེ་དགོས་རེད།

ཆོས་ཉན་དུས་མོ་ལ་སོ་སོ་རང་ཉིད་ག་ག་བཞིན་དུ་སྤྲོ་བཞིན་པའི་དོན་གཉེར་ཏེ་དགོས་རེད། ད་མདོར་ན་ག་རེ་ཟེར་སོང་ན་སོ་སོ་རང་ཉིད་གས་ནི་ཆོས་ཉན་ཡག་ལ་དོན་གཉེར་ཞིག་ལྡན་མཁན་ཅིག། ད་དེའི་སྒང་ལ་ག་རེ་རེད་བློ་གསོལ་སྒྲིབ་གནས་པ་ཟེར་དུས་བློ་དཔེ་ཞིག་ཕྱོགས་སུ་སློང་བ་མ་ཡིན་པར་བློ་གསོལ་སྒྲིབ་གནས་པ་དྲང་པོ་གནས་ལྡན་མཁན་ཅིག། ད་དེའི་སྒང་ལ་ལེགས་ཉེས་ཤེས་པའི་རྣམ་དཔྱོད་ཀྱི་ཤེས་རབ་ཡོད་ལྡན་མཁན་ཅིག། ད་དེའི་སྒང་ལ་དད་པ་བཟང་པོ་བློ་མ་བཟང་ཟེར་དུས་མོ་ལ་ཨ་ན་བས་ད། སོ་སོ་ཡིས་རྩེ་གཅིག་བསྡད་ནས་ཆོས་དེ་ཉན་འདོད་ཡོད་པ་ཙམ་དང་མ་ཟད་དེ་དང་བ་དང་བྱེད་པ་དད་པ་དང་བྱེད་པའི་སྒོ་ནས་ཡོད་སྒོ་རེ་ཟུང་ཡོད་འདི་དཔེ་མ་ཟད་གལ་ཆེན་པོ་ཚོས་ཅི་དང། དད་པ་དཀར་ཕྱོགས་ཐམས་ཅད་ཀྱི་སྔོན་དུ་འགྲོ་དགོས་ཏེ། ནི་དད་པ་མེད་པའི་མི་རྣམས་ལ་དཀར་པོ་ཆོས་རྣམས་མི་འབྱུང་སྟེ་ས་བོན་མ་ཡིས་བཙོས་པ་ལ་མྱུ་གུ་སྔོན་པོ་མི་རུང་ཞིང་གསུངས་འདུག་དེ་འདྲ་ཡིན་པར་སོང་ན་ད་དཀར་པོ་ཆོས་ཐམས་ཅད་ཀྱི་རྩ་བ་དེ་དད་པ་ལ་རག་ལས་དད་པ་སོང་ཙང་དེ་ལྟ་བུའི་གི་དད་པ་དང་བྱེད་པའི་སྒོ་ནས་ཉན་གི་རེད། ནི་དད་པ་དང་བྱེད་པའི་སྒོ་ནས་གུས་པ་དང་བྱེད་པའི་སྒོ་ནས། ནི་ཆེས་བློ་གསོ་སྡུད་གནས་པའི་སྒོ་ནས་ལས་ངན་བྱེད་པའི་རྣམ་དཔྱོད་ཤེས་རབ་དང་ལྡན་པའི་སྒོ་ནས།

དཔེར་ན་གར་ཟེར་སོང་ང་ཚོ་ཆོས་ཅིག་གླེང་ག་འགྲོ་ཞོག་སོང་ན། ཨ་ནི། ཆོས་ལུགས་སྲས་ཀྱི་གནོད་བྱེད་ཞིག་གོ་རེད་བ། ཆོས་ལུགས་སྲས་ཀྱི་གནོད་བྱེད་འདིས། ཨ་ནི་ད་སྐྱོང་གསུམ་དང་གྲྭ་བ་གོ་རེད། གར་ཟེར་སོང་ན་ཆོས་ལུགས་སྲས་ཀྱི་གནོད་བྱེད་འདིས་ཁ་བབས་བཞག་ཡོད་ན། ཨ་ནི་འདི་རྣམས་ཆོས་ལུགས་དུ་མ་རེད་བ་དེ་སྐྱོང་ཅིག་རེད་བ། ཨ་ནི་ཆོས་ལུགས་སྲས་ཀྱི་གནོད་བྱེད་འདིས་ཞབས་རྡོ་དེ་ཡོད་སོང་ན། ཨ་ནི་ཆོས་སྒང་བས་གར་སྲས་བླུག་བཞག་ན་ཡང། གོ་ལེ་ཚང་མ་ཐོང་རེད་དེ་གནོད་དགོས་སྐྱོང་ཅིག་རེད་བ། ད་དེ་ནས་གནོད་དེ་ནང་ན་གར་ཟེར་སོང་ན་ཅིག་གྲགས་པ་དང་ཙོག་པ་དེ་འདྲ་ཡིན་སོང་ན་ཨ་ནི། ཡང་ཆོས་ལུགས་ས་ཡོད་མ་རེད་ལུགས་ན་ཕན་ཐོག་ཡོད་མ་རེད་དེ་སྐྱོང་ཞིག་རེད་བ། ཨོ་དེ་ནང་བཞིན་གྱི། ཨ་ནི་དེ་ནང་བཞིན་ད་དཔེ་དེ་ནང་བཞིན་གྱི། ཨ་ནི་ང་ཚོ་དུང་ལ་ག་རེ་བྱེད་ཀྱི་རེད་ཆུ་ཉན་མཁན་གྱི་གང་ཟག་འདི། ཨ་ནི་ག་རེ་ཟེར་སོང་ན་ཨ་མཆོག་རྩ་བ་ནས་པས་མ་ཉན་པ་ཡིན་ན། ལུས་ཆུ་རིས་ལ་སླེབས་དེ་ཡོང་ན། སེམས་ཀྱི་ག་རེ་ཟེར་སོང་ན་ཁྱེད་ནི་ཆུ་མ་ཉན་བས་ཁྱེད་ལུས་ཆུ་རིས་སླེབས་དེ་ཡོང་ན། ཨོ་ད་ཆུ་གསུང་ས་གི། ག་ཆུ་རྩ་བ་ནས་ཨ་མཆོག་ལ་མ་ཉན་པ་ཡིན་ན། ནུ་ཁ་འབོད་པ་ནང་བཞིན་གྱི་ཆགས་ཏེ་ཡོད་རེད་འོ་ད་དེ་ནི་ཨ་མཆོག་རྩ་བ་ནས་མ་ཉན་པ་ཡིན་སོང་ན་ནུ་ཁ་འབོད་པའི་གི་ནང་ལ་ཆུ་ཐིགས་པ་ཅིག་མི་འགྲོ་བ་ནང་བཞིན་སོ་སོ་ཨ་མཆོག་རྩ་བ་ནས་མ་ཉན་ན་ནི་ལུས་ཤུགས་དྲིལ་སླེབས་ཏེ་ཡོང་ན་ཆུ་ཚིགས་ཅིག་གོག་ཡོད་མ་དེ་སྐྱོང་རེད། ད་ལྟ་བ་ནང་བཞིན་ནུ་ཁ་འབོད་མེད་ཅིང་ནུ་ཡར་ཁ་རྒྱན་བཞག་ཡོད་ན་ཡང་ནུ་ཞབས་བསྡུ་དེ་བསགས་ན་ནུ་ལ་བལ་ཞིག་ཨི་གོང་བྱས་ནས་ཞབས་བསྡུ་དེ་ཡོད་ན་ད་དེ་ནང་ཆུ་ཁ་སེར་རུང་ན་འོར་དོང་རེད་བ་དེ་ནང་བཞིན་གྱི་སོ་སོ་ཅིག་ཨ་མཆོག་ཅིག་ཉན་དེ་ཡོད་ན་ཡང

རྫོགས་པར་བྱ་བའི་ཕན་ཐོགས་ཅི་ཡོང་མར་བར། དེ་ནང་བཞིན་གྱི། ཨ་ནི་ཆོས་ཉན་མཁན་དེ་གཉིས་ཀྱི་སྐུ་རླུང་འདུག་ཤག་ཅིག་དང་ཚེ་འདི་འཇིག་རྟེན་ཆོས་བརྒྱད་དང་ཨ་ནི་འཇིག་མིང་དང་གཉེན་དང་ཐོབ་དང་གོ་ས་དབང་དང་ལོངས་སྤྱོད་དང་ཨ་འདི་མ་ཡིན་པ་ཅིག་ཆགས་སྡང་རྨོངས་གསུམ་གྱི་ཉོན་མོངས་ཀྱི་ཀུན་སློང་བའི་སྒོ་ནས་ད་ཉན་དེ་ཡོད་ན་འོ་ད་ག་རེ་བྱས་སོ་ཉན་རྒྱུ་དེ་ཆོས་གཅིག་ཡིན་སོང་ན་ཡང་ད་སོ་སོའི་ཉན་སྟངས་མ་ཤེས་པའི་ཨང་ཀི་ཨ་ནི་འདི་ཚོ་ཚང་མ་ད་ག་རེ་བྱས་སོ་ཅིག་ཆོས་ཉན་དེ་བ་ཚང་མ་ད་འཕྲོ་ལམ་འགྲོ་ནས་ཕན་མ་ཐོགས་པ་ཆགས་ནི་རེད་དཔེར་ན་གནོད་བྱེད་རྫོགས་པའི་ནང་ཆོས་ལུགས་པ་ནང་གི་རེད་འོ་དེ་འདྲ་ཡིན་པ་སོང་ད་ཆོས་ཉན་པའི་གི་སྐབས་ས་ལ། དང་པོ་དེ་ཨ་མཆོག་ཡག་པོ་ཉན་དགོས་ཡ། ཨ་ཉན་པའི་རྗེས་ལ་སོགས་མ་བརྗེད་པ་བྱས་ནས་དྲན་པར་ཉར་དགོས་ཡ། ཨ་མདའ་དེ་ནས་ག་རེ་བྱས་སོང་ན་ཅིག་སྐུལ་སློང་ཡག་པོ་བྱས་ནས་ཉན་དགོས་ཡ། འོ་ད་དེ་གསུམ་པོ་དེ་གལ་ཆེན་པོ་རེད། ནོར་གྱི་སྐྱོང་གསུམ་སྤངས་པ་དེ་ཆགས་བསྡད་ཡོད། འོ་ད་དེའི་སྒང་ལ་ག་རེ་བྱས་སོང་ན་ད་ཆོས་ཉན་པའི་སྐབས་སུ་ཡང་ཉན་པ་པོ་འདུ་ཤེས་དྲུག་བསྟན་པ་ཟེར་ཡོད་རེད། ད་འདུ་ཤེས་དྲུག་བསྟན་པ་ཟེར་ཏེ་མོ་ལ་ད་ནོར་གྱི་སྐྱོང་གསུམ་བར་སྤངས་ནས་འདུ་ཤེས་དྲུག་ག་རེ་བསྟན་དགོས་བྱས་སོང་ན། ཆོས་ཉན་པའི་སྐབས་སུ་ལ། སོ་སོ་རང་ཉིད་ལ་གནས་པ་ལྟ་བུའི་འདུ་ཤེས་སྐྱེ། ཆོས་ཉན་མཁན་རང་ཉིད་ལ་གནས་པ་ནང་བཞིན་གྱི་འདུ་ཤེས་སྐྱེ། ཕྱུགས་ལ་སྨན་ལྟ་བུའི་འདུ་ཤེས་སྐྱེ། དགེ་བའི་བཤེས་གཉེན་ལ་སྨན་པ་ལྟ་བུའི་འདུ་ཤེས་སྐྱེ། ད་ནི་གར་སོང་ན་སོང་ན་ཅིག་སོ་སོ་ནན་ཏན་ཉམས་སུ་ལེན་པ་ལ། ནི་འཚོ་བའི་འདུ་ཤེས་སྐྱེ། ད་དེ་ལ་ཞེན་ནས།

ཟ་ཡག་དང། ད་དེ་ནས་ནད་གཡོག་གི་དཀར་ཟས་ག་རེ་ཤེས་སོང་ན་དེ་ཚོ་ཚང་མ་རང་ལས་བསྟར་ཡག་འོ་ད་དེ་འདྲ་གྱི་གི་རེད་ད་དེ་ནང་བཞིན་གྱི་སོ་སོ་རང་ཉིད་ཅིག་ནད་པའི་འདི་གྱིས་སྐྱེས་པ་ཡིན་པ་སོང་ཙང་ཨ་ནེ་ཆེ་སྨན་པ་དང་འདྲ་བའི་ག་ནི་བའི་ཅིག་ད་བླང་དོར་ལམ་སྟེང་གི་དགེ་བའི་བཤེས་གཉེན་ག་ནི་བའི་བླང་དོར་ལམ་སྟེང་དཀའ་སློབ་དེ་ཚོ་ཡག་པོ་ཉན་སྨན་དང་འདྲ་བའི་ག་ནི་བའི་ཆུ་དེ་ཚོ་ཉམས་ལེན་ཡག་པོ་བྱེད་ཨ་ནི་ནད་གཡོག་དང་འདྲ་བའི་ག་ནི་དཀོན་མཆོག་ག་ནི་ག་རེ་ཟེར་སོང་ན་ཆོས་སྒྲུབ་པའི་སྐྱབས་ཀྱི་ནི་ཟླ་གྲོགས་ཡིན་པ་སོང་ན་དེ་འདྲའི་གི་ད་ག་རེ་ཟེར་གྲོགས་བྱེད་པ་དེ་ཚོ་ལ་ད་བའི་སོ་སོ་ཅིག་གྲོགས་གི་འདི་ཤེས་བྱ་ནི་དེ་འདྲ་སོང་གི་རེད།

མངོན་པར་དོན་ཚེ། རི་དྭགས་སོན་གྱི་མངོན་པར་དོན་འདི་སླེབས་སོང་ན་ཧ་མ་གོ་ཡག་དོན་འདི་ཡོད་རེད་འོ་དེ་ནང་བཞིན་གྱི་སོ་སོའི་ཅིག་ཆོག་ཉན་པའི་གི་སྐབས་སུ་ལ་བས་སྔོན་ནས་དྲངས་ནས་སེམས་བཞིན་ཡིད་བདེ་བའི་རྣ་བ་ཚེ་གཅིག་དུ་བར་གྲུབ་ནས་ཨ་ནི་ཉན་གྱི་རེད། ད་ང་ཡིད་ཆོས་བསམ་པའི་གི་དུས་སུ་འབྲོག་ཕས་གི་ལུག་གི་བེ་བྲེག་པ་ན་ཤི་ད་འབྲོག་ཕས་གི་ལུག་གི་བེ་བྲེག་པའི་གི་སྐབས་སུ་ལ་ཨ་མདའ་ག་རེ་བཟས་སོང་ན་ཅིག་སེམས། མ་ཡིན་བ་བཅས་ནི་ལྟ་གོ། རྩེ་གཅིག་ཏུ་རིག་པར་བསྒྲིམ་ཡང་གཅིག་དང། ལུགས་ལུགས་པའི་དྲེགས་ཡག་དྲེགས་པར་བྱེད་པ་ལ་ག་རེ་དགོས་ཟེར་སོང་ན་དྲེགས་སྣོམ་པོ་གཅིག་དང་སེམས་མ་ཡེངས་བ་གཉིས་དགོས་འདུག་བ། དེའི་ནང་བཞིན་གྱི་ག་རེ་ཟེར་སོང་ན་ང་ཚོ་གཅིག་སེམས་མ་ཡེངས་བ་ཡོད་པ་དེའི་སྒང་ལ་ག་རེ་དགོས་ཟེར་སོང་ན་རིག་པ་རྩེ་གཅིག་ཏུ་བསྒྲིམ་ནས་རིག་པའི་དཔེ་གཅིག་དྲེགས་སྣོམ་པོ་དང་འདྲ་བས་ཆོས་ཐམས་ཅད་རྣམ་འབྱེད་ཀྱི་ཤེས་རབ་དང་བཅས་པའི་སྒོ་ནས་ཡག་པོ་ཉན་གྱི་རེད་གསུང་གི་ཡོད།

འོ་དེ་ན་ཡིན་གྱི་སོ་སོ་གཅིག་བསམ་བློ་བཏང་ན་སྒོམ་རྒྱག་ཐུབ་ཡོད་གི་སྐབས་ཚེ་ལ་ལམ་སང་མི་གཅིག་གི་ལྟ་སྒོ་ག་ནས་འདུག་ཟེར་སོང་ན་སོ་སོ་གཅིག་འགྲེལ་བཤད་རྒྱག་ག་རེད་མ་ཐོག་ཅིག་ཨ་ནི་སོ་སོ་སེམས་ལ་ཟེར་བསམ་བསྡད་པ་ནང་བཞིན་ཨ་ནི་ག་རེ་དོག་མ་ཐོག་པ་ད་མདོར་ན་ག་རེ་ཟེར་ན་དོག་འདོག་བསྡད་པའི་སེམས་ལ་དཔེ་གཅིག་ངེས་པོ་ཞི་བ་གཅིག་དཔེ་ད་དངོས་གནས་དྲང་ནས་ཅིག་ཚིག་གི་བར་སོ་སོ་དོག་ལ་ངེས་པ་ནང་བཞིན་ཚིག་གི་བར་འགྲེལ་བཤད་རྒྱག་མ་ཐོག་ཡ་ད་ནམ་གྱི་ང་ཚོ་མ་བསམ་བྱར་མེད་ཟེར་ད་མདོར་ན་དེ་ལྟ་བུའི་གི་ད་ཆོས་སྒོམ་མེད་གི་དུས་ཟེར་ན་སོ་སོ་ད་དངོས་གནས་དྲང་གནས་པའི་རིག་པ་རྩེ་གཅིག་ཏུ་བསྒྲིམས་ནས།

གཡག་དང་གཡག་དང་འདྲེ་ག་པའི་ས་ཆ་ཐག་རིང་པོ་ཞེ་བོ་ཞིག་ད་དེ་འདྲ་འགྲོ་གི་ཡོད་ན་འོ་ད་ཉི་མ་མང་པོ་ཞིག་ལ་བལ་ཆིག་ཉི་མ་མང་པོ་ཞིག་ལ་རྩྭ་ཡག་པོ་མ་རག་ནས་གཡག་གི་གྲོགས་པོ་ཞེ་བོ་ལྟོགས་བསྡད་ཡོད་ན་ད་དེ་ནས་རྩྭ་འོ་ཟི་ཡག་པོ་ཅིག་ཡོད་ས་ཅིག་ལ་བསླེབས་སོང་ན་ཨ་ནི་གཞི་ནས་གཡག་དེ་ཚོ་རྩྭ་ཡག་པོ་དེ་ནང་པར་བཏང་བ་ཡིན་ན། ངོ་ད་དེ་ནས་དཀར་ས་ནི་གཡག་ཏུ་སོགས་པའི་རྩྭ་ས་ནི་བེ་དེ་ཤ་བ་ཡར་གྱེས་ཀྱིས་ཁྱོད་ནི་མ་བྱེད་པ་བྱེད་ནས་གུ་གུ་བྱེད་ནས་གཡག་རྩྭ་ས་དེ་ཤ་བ་ཅིག་ཨ་ནི་ཅིག་བདག་པོ་ལས་ནི་བེ་ལམ་སྲང་བར་བར་སོ་ཅིག་ཁྲིད་ནས་དེ་འདྲ་བྱེད་ཅག་ན་སྐེ་བཏང་ན་བར་གཡར་མར་ཅིག་ཁྲིད་པ་ཡིན་ན་ཅིག་དེ་འདྲ་བྱེད་པ་ཡིན་ན་ཡང་ད་འདི་ནི་ཁྱེད་ནི་ཅིག་མ་འགྲོ་བ་བྱེད་ནས་ག་དུས་ན་བེ་རྩྭ་ལ་བེ་རྩེ་ཅིག་དེ་རྩྭ་རང་ས་ནི་བེ་མགོ་ཡར་མར་བཀྱག་ཅིག་དེ་གི་ཡོ་ར། འོ་དེ་ནང་བཞིན་གར་ཟེར་ན་ང་ཚོ་ཆོས་སྒྲུབ་པ་ཉམས་ལེན་ཆོས་སྒྲུབ་པའི་སྐབས་ཟེར་ལ་དེ་ལྟ་བུའི་སྐུ་དངོས་གནས་དྲངས་ནས་དཔེ་ད་ག་རང་ཆོས་རང་ལ་ཨ་ནི་དཔེ་ག་རེ་ཟེར་སོང་སོང་ན་ཅིག་སེམས་ཤེས་ནས་མ་ཡེངས་བ་བྱས་ནས་ད་ག་རང་ལ་དཔེ་ད་དེ་ག་རེ་ཟེར་བ་འདི་གལ་ཆེན་པོ་ཅིག་རེད་འོ་དེ་གལ་ཆེན་པོ་རེད་འདུག་བ་དཔེ་ན་ག་རེ་ཟེར་སོང་སོང་ན་ཆེ་གཡག་གྲོག་མགོ་མ་གཏོགས་པ་ཡིན་ན་ཨ་ནི་རྩྭ་ས་ཡར་སེ་འགྲོ་མར་སེ་འགྲོ་ཕར་སེ་འགྲོ་ཅིག་རེད་བ་གཡག་གྲོག་མགོ་གཏོགས་དེ་ཡོད་ན་རྩྭ་ས་ས་པའི་རྩྭ་ཁ་བ་ཡག་པོ་ཡོད་ན་ད་ག་རང་ཐིག་ཐིག་ཅིག་ལ་རྩྭ་ས། གྲོགས་པོ་མ་རྒྱག་པ་དེ་དེ་རེད་དེ་ནང་བཞིན་ང་ཚོ་ཆོས་ཉན་པའི་སྐབས་སུ་ཡར་ཡར་རྒྱུག་མར་མར་རྒྱུག་དེ་འདྲ་བྱེད་ཀྱི་ཡོད་མ་རེད་ཡག་ཐོག་བོད་ཀྱི་རྩྭ་ས་བ་ནང་བཞིན་བོད་ས་ཆ་གཅིག་ལ་བོད་རྩལ་གཅིག་རིག་པ་འདི་ནི་རིག་པ་རྩལ་གཅིག་བསྐྲུན་ཉན་གྱི་རེད་གསུང་གི་ཡོད་རེད་དེ་རེད། ད་དེ་ནས་ག་རེ་བྱས་སོང་ན་ཡང་ག་རེ་བྱས་ན་འབྲས་བུའི་གི་དུས་སུ་རིག་པ་ག་འདྲས་སྒྲུབ་དགོས་ཟེར་ན་ཉི་མ་བྲིས་དང་བྲིས་པ་ལྟ་བུའི་སྒོ་རེད་གསུང་གི་ཡོད་རེད་ད་དེ་ག་རེ་གསུང་གི་ཡོད་རེད་བྱས་སོང་ན། འབྲས་བུའི་དུས་སུ་ཟད་དེ་མུ་མཐའ་དེ་ལྟ་བུའི་སོ་སོའི་ཕྱི་སེམས་ཤེས་ནས་མ་ཡེངས་པར་བྱས་ནས་ཡག་པོ་དག་ཉན་དེ་ཡོད་ན། ཨ་ནི་བླ་མའི་གསུང་བཅུ་དུས་སུ་ཡག་པོ་ཉན་ནས་སེམས་ཤེས་ནས་མ་ཡེངས་པར་བྱས་ཡག་དང་དེའི་སྒང་ལ་ཕྱུགས་རབ་བྱེད་རྣམ་འབྱེད་ཀྱི་ཤེས་རབ་དང་འདྲེས་ཤེས་པས་ཉན་ཡག་དང་ད་ག་ནང་གི་བློ་གསར་དུ་གནས་པས་ཉན་ཡག་དང་བ་ད་དེ་འདྲ་བྱས་ནས་སོ་སོ་གོ་རིག་པར་བསྒྲུབས་ནས་རྩེ་གཅིག་ཏུ་བསྒྲུབས་ནས་ཡག་པོ་ཞིག་ཉན་དེ་ཡོད་ན། བ་ད་གསུང་ཆོས་གནང་ཚར་བའི་རྗེས་ལ་ག་རེ་ག་རེ་ཡོད་རེད་ཟེར་སོང་ན་ཨ་ནི་སོ་སོ་གོ་སེམས་ནང་བྱེད་ཀྱི་རེ་བ། སེམས་སྣང་ལ་ཅིག་དོར་བ་ཐེ་ཚོམ་བཟོད་པར་སངས་ནས་ཨ་ན་སེམས་སྣང་ལ་བས་ཅིག་ཉི་མ་ཤར་བ་ན་དབྱིངས་ཀྱི་ཤེས་རབ་ཀྱི་སྒྲོན་མས་ཅིག་ཐོ་ཆུང་གི་ཤེས་རབ་དེ་རྒྱུད་ལ་སྐྱེས་ནས་དེ་ལ་བརྟེན་ནས་ཨ་མདའ་གར་ཟས་སོང་ན་ཅིག་སོ་སོའི་སེམས་ཀྱི་དོགས་པ་ཙམ་བ་བར་དོགས་པའི་མུན་པ་ཙམ་བ་བར་སངས་ནས་ཉི་མ་ཤར་བ་ན་དབྱིངས་ཨ་ཡོད་རེད་ཨོ་དེ་འདྲ་ཡིན་པར་སོང་ན་ད་དེ་གལ་ཆེན་པོ་རེད་གསུང་གི་ཡོད་རེད། ཨོ་ད་དེའི་སྒང་ན་ཡང་ག་རེ་ཡོད་རེད་ཟས་སོང་ན། དྲི་མ་དྲུག་སྤངས་དགོས་བ་སི་ཡ་རེད་ད་དྲི་མ་དྲུག་སྤངས་དགོས་བ་སི་དེ་མ་ལ་སོ་སོ་གི་སེམས་གི་ནང་ལ་ཡང་དག་དྲི་མ་དྲུག་བ་དེ་ག་རེ་ཟེར་སོང་ན། ཆོས་ཉན་པའི་གི་སྐབས་སི་ལ་ནི་སྤངས་དགོས་ཡ་གི་དྲི་མ་དྲུག་ཡོད་རེད་དྲི་མ་དྲུག་བ་དེ་ག་རེ་ཟེར་སོང་ན་དང་པོ་དེ། ཨ་ནི་ཆོས་གསུང་མཁན་གི་བླ་མ་ལས་ཨ་ནི་བྱེད་ང་རང་བས་མཁས་བ་ཡིན་བསམ་པ་ད་ཆོས་གསུང་མཁན་བླ་མ་དེ་ལས་ང་རང་གཡོ་འདོན་བྱེད་འོས་བསམ་པ་ཡང་ན་ང་རང་མཐོ་བ་ཡོད་བསམ་པ

ད་དེ་ནས་དགར་བྱས་སོང་ན། ཕྱུགས་ལ་དོན་གཉེར་མེད་ན་ཡང་དྲི་མ་རེད། ཕྱུགས་ལ་ངེས་པ་དེ་དོན་གཉེར་དགོས་རེད་ཟེར། འོ་དེ་ནས་བྱས་ནས་ཕྱུགས་ལ་དོན་གཉེར་དགོས་རེད། ད་དེ་བཞི་པ་དེ་དགར་བྱས་སོང་ན། ཨ་ནི་འདི་རེད་ད། སེམས་ཕྱི་རོལ་གྱི་ཡུལ་ལ་དབྱུང་ན་དྲི་མ་ཟེར་ཡོད་རེད། སོ་སོ་གི་སེམས་འདི་ད།

བ་དེ་གཅིག་རེད་འདུག་ད་དེ་ནས་དབང་པོ་ནང་དུ་འདུས་པ་ཟེར་དུས་མོ་ན་ག་རེད་ད། དབང་པོ་ནང་དུ་འདུས་པ་ཟེར་སོང་དུས་དཔེར་ན་ཆོས་ཉན་འདེབས་པའི་སྐབས་ལ་སོ་སོ་གཉིས་འདྲ་གཅིག་ཁུག་བསྡད་ཡོད་ན་ད་དང་པོ་ཕ་གིས་གསུང་ཆོས་གནང་པའི་གནང་བའི་སྐབས་ལ་ཨ་ནི་ཇི་ལྟར་ག་ཞེས་དེ་སྲིད་གསུང་ཆོས་གནང་གི་ཡོད་ན་ཨ་འདས་སྲིད་ཅིག་ད་ཆོས་དུ་ཆེ་ཁག་ཅིག་ལ་གཉིས་ཁུག་འགྲོ་ཡོད་འདུག་ད་དེ་འདྲ་བྱས་ན་དབང་པོ་ནང་འདུས་པ་ཆགས་ཏེ་ད་དེ་འདྲ་བྱས་ན་ཡང་སྐྱོང་རེད་དྲི་མ་རེད་དེ་སྤང་གི་རེད།

ཉོབ་ཐག་ཆོད་ནས་ཡང་ན་གཅིག་ཉི་མ་གཉིས་སམ་ཡང་ན་ཉི་མ་བདུན་བདུན་ཕྲག་གཅིག་སམ་ཡང་ན་ཟླ་བ་གཅིག་སམ་ད་སོང་ཞོག་དྲན་ནས་དེ་ཚོ་འདའ་བ་འདའ་བ་གནང་ཡ་ཡོད་རེད་ཨ་དེ་མིན་བདུན་ཕྲག་གཅིག་ད་དེ་འདྲའི་གནང་བའི་སྐབས་ཟེར་ལ་ཨ་ད་ག་ནང་ཡིད་ཆེས་ཤི་ཚུལ་ཨ་དེབ་ཐང་གཅིག་དང་ཤི་ཚུལ་གསུམ་ཡིད་ཆེས་དེ་འདྲའི་གནང་བའི་སྐབས་ཟེར་ལ་ཨ་ནི་སོ་སོ་སེམས་ལ་གཅིག་ཐང་ཆེན་གནང་དང་ཉོབ་གནང་དང་དཀའ་ལས་གང་གནང་དང་འོ་ད་དེ་འདྲའི་གྱིས་ཤིག། བྱས་ཏེ་ཡོད་ན་ད་དེ་ཡང་དཀར་ཆ་འཕྲུལ་མ་ཆགས་ཏེ་ཡོད་རེད་འོ་ད་དེ་ཚོ་ཚང་མ་སྤང་གི་རེད། ད་མདོར་ན་ཆུ་སྲུང་བའི་གི་སྐབས་སུ་ལ་ཨ་ནེ་ཅིག་སློབ་མ་ལས། ང་རང་ལྷག་གི་ཡོད་བསམ་པའི་གི་ང་རྒྱལ་བཞིན་རློམ་སེམས་བྱས་སོང་ན་ཡང་འཕྲུལ་མ་རེད་ད་དེའི་གི་ལོ་དེ་ཡང་སྤང་གི་རེད། གང་ཡིན་ཟེར་སོང་ན་ང་རྒྱལ་བཞིན་ལ་ཡོན་ཏན་གི་ཆེད་མ་ཆགས་སོ་དེ་རེད་བ་ད་དེ་སྤང་དགོས་ཡ་དང་པོ་དེ་རེད་འཕྲུལ་མ་དང་པོ་དེ། ད་གཉིས་པ་དེ་དཀར་ཟེར་སོང་སོང་ན་ཨ་ནེ་ཆུ་གང་སྲུང་བྱེད་གི་ཆུ་དང།

ད་དེ་ནས་གར་ཟེར་སོང་ན་སེམས་ཕྱི་རོལ་དུ་ཡེངས་དུས་ན་འོ་ད་དེ་གར་དྲི་མ་ཆགས་དུ་ཡོད་རེད་སེམས་ཕྱི་རོལ་དུ་མ་ཡེངས་པ་བྱས་ན་རྩེ་གཅིག་གིས་ཉན་གི་རེད་དེ་བཞི་པ་དེ་རེད། ད་དེ་ནས་དབང་པོ་ནང་དུ་འཇུས་ནས་གཉིད་ཁུག་དུ་ཡོད་ན་དེ་དྲི་མ་རེད་དེ་སྤང་གི་རེད། གཉིད་མ་ཁུག་པ་བྱས་ནས་དབང་པོ་ནང་དུ་མ་སྡུད་པ་བྱས་ནས་ཆོས་ཉན་གི་རེད་དེ་ལྔ་བ་དེ་རེད། ད་དེ་ནས་ཆུ་གཅིག་ཆུ་ཐུན་རིང་པོ་ཡོད་སོང་ན་ཐག་མ་བཅད་པ་བྱས་ནས་དཀའ་ལས་ཁ་ནང་མ་བྱས་པ་བྱས་ནས་དགའ་ཞེན་དུ་འགྲོ་ཞིང་ཉན་གི

རེད་བ། ད་དེ་ནི་གོ་བརྡ་མ་འཕྲོད་པར་གསུང་ཆོས་ག་སེ་གནང་སོང་ན་སོ་སོ་སེམས་གཏིང་གོ་བརྡ་ཅིག་ཀ་མ་འཕྲོད་ན་ཡང་དེ་ཡང་སྐྱོང་རེད་གོ་བརྡ་འཕྲོ་བར་བྱེད་ཀྱི་རེད་གསུང་གི་ཡོད། ད་དེ་ནི་དོང་གོང་འོག་ནོར་སོང་ན་དོང་འདྲ་གོང་མ་དང་འོག་མ་གཉིས་པོ་དེ་བས་འཁྲུག་སོང་ན་དེ་སྐྱོང། འོ་དེ་འདྲ་ཡིན་པ་སོང་ན་དོང་གོང་འོག་གཉིས་པོ་དེ་བས་ནོར་སོང་ན་དེ་སྐྱོང་རེད་དོང་འདྲ་གོང་འོག་ཚང་མ་དེ་མ་འཁྲུག་པར་བྱེད་ཙིག་དོང་གོང་འོག་ཚང་མ་མ་འཁྲུག་པར་བྱེད་ཀྱི་རེད། འོ་དེ་བྱིས་པ་དེ་རེད། ད་དེ་ནི་ག་རེ་བྱས་སོང་ན་ཅེས་རྔ་བ་དེ་ག་རེ་བྱས་སོང་ན་ལོག་པར་འཛིན་ཡང་འཛིན་པ་དང། ལོག་པར་འཛིན་པ་ཟེར་དུས་མ་མཐའ་གར་ཆགས་འདུག་ཟེར་སོང་ན། དཔེར་ན་ཅིག་དུང་ལོག་པ་དེ་ནི་གོ་སོང་བ་འོ་ད་འདི་འདྲ་ཡིན་ན་བའི་སྐྱོང་རེད་དུང་ལོག་པ་མང་བོ་བྱེད་ཀྱི་རེད་གསུང་གི་ཡོད་རེད་དཔེར་ན་གར་ཟེར་ན་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་རེད་གསུང་ཞེས་དེ་འདྲས་གསུང་བ་ཡིན་ན་ཨ་སོ་སོ་སེམས་ནང་ནས་འོ་ད་ཆོས་གང་ཡང་མི་འདུག་ཟེར་གྱི་འདུག་ད་ཚང་མ་དེ་ཅིག་གང་ཡང་ཡོད་ས་མ་རེད་བསམ་སོང་ན་དུང་ལོག་པ་འཛིན་ས་རེད་བ་འོ་ད་སོ་སྐྱོང་རེད། ད་མདོར་ན་གར་ཟེར་སོང་ན་ཅིག། སོ་སོ་གི་ཆོས་གསུང་ཆོས་ཉན་པའི་སྐབས་ཟེར་ན། ཚེག་དང་དུང་གཉིས་ཀ་འཛིན་གྱི་རེད། ཚེག་འཛིན་ལ་དུང་མི་འཛིན་ན་ཡང་སྐྱོང་རེད། དུང་འཛིན་ལ་ཚེག་མི་འཛིན་ན་ཡང་སྐྱོང་རེད། ཨ་ནི་གོ་བརྡ་མ་སྒྲོག་ན་ཡང་སྐྱོང་རེད། ཨ་ནི། དུང་གར་ཟད་སོང་ན་གོང་འོག་དང་འཁྲུག་སོང་ན་ཡང་སྐྱོང་རེད། དེ་ནི་དུང་ལོག་པར་འཛིན་སོང་ན་ཡང་སྐྱོང་རེད། དེ་ལྟ་བུའི་སྐྱོང་ང་དེ་དག་མ་སྦྱོང་བར་བྱེད་ཀྱི་རེད། འོ་དེ་འདྲས་གསུང་གི་ཡོད་རེད་ད་དེ་འདྲས་ཡིན་པ་སོང་ཙང་ང་ཚོས་ད་དེ་ལྟ་བུའི་གི་བྱེད།

དེ་ནས་དེའི་སྒང་ལ་གར་ཟས་སོགས་ན་སེམས་དཔའ་བཟང་པོ་བ་དང་མཁས་བཙུན་བཟང་སེམས་མདོར་ན་སློབ་མ་རང་ལས་པས་སོ་སོ་དགེ་བའི་བཤེས་གཉེན་དང་མཁས་བཙུན་བཟང་སེམས་རང་ལས་ལྷག་པ་ཆེ་དེ་འདྲ་ཞིག་ད་ངེས་པར་དུ་དགོས་རེད་ཟེར་ད་དོན་དང་དེ་འདྲ་ཞིག་བྱེད་ཨ་ནི་སློབ་མ་སེ་ཡ་དེ་ག་རེ་བྱུང་ན་འགྲིག་གི་རེད་ཟེར་སློབ་མ་ག་རེ་བྱུང་ན་འགྲིག་གི་མ་རེད་སློབ་མ་དེ་ལ་ཡོན་ཏན་ག་རེ་མང་པོ་ཚང་དགོས་ག་རེ་ཚང་དགོས་ཟས་སོགས་ན་བློ་གསོལ་གསོལ་འདི་བློ་ནས་གཏོང་ཉེར་བ་ཟེར་དུས་བློ་གསོལ་འདི་ནས་ལྡན་མཁན་གླིང་ངན་བྱེད་པའི་རྣམ་དཔྱོད་ཀྱི་ཤེས་རབ་དང་ལྡན་ལྡན་མཁན།

རེག་པར་སྒྲིབ་འགོག་བ་ལྔ་སྟེ་འདེབས་མཁན་གནོད་ཀྱི་ལྷ་ཡང་དྲི་མ་དྲུག་ཏུ་བར་སྤངས་བསྟེན་མཁན་ཨ་ནི་ག་རེ་ཟེར་སོང་ན། ད་དེའི་སྒང་ལ་ག་རེ་ཟེར་ན་མི་འཛིན་པ་དྲུག་ཏུ་ཡང་སྤངས་བསྟེན་མཁན་འོ་ད་དེ་འདྲ་ཞིག་གོ་རེད། དེ་ལྟ་བུའི་ག་རེ་ཟེར་སོང་ན་ཅིག་དང་དགེ་བའི་བཤེས་གཉེན་གྱི་ཡོན་ཏན་དང་བློ་མིག་གི་ཡོན་ཏན་དང་དེ་ལྟ་བུའི་ཡོན་ཏན་ཚང་མ་ཧ་གོ་བའི་སྒོ་ནས་ཨ་ད་དེ་ག་རེ་ཟེར་སོང་ན་ཅིག་དེ་ལྟ་བུའི་ཆུ་ད་དེ་འདྲ་ཞིག་ཐོས་བསམ་སྒོམ་གསུམ་ཉན་བསམ་སྒོམ་གསུམ་བྱེད་པའི་སྐབས་སེ་ལ་ཨ་ནི་དང་པོ་དེ་ཨ་ནི་ད་ཞེས་པའི་སེམས་ཅན་ཐམས་ཅད་དང་སངས་རྒྱས་གོང་མ་ཐོབ་པར་བྱ་བ་སྙམ་པའི་ཀི་ཏཱ། བསམ་པ་སེམས་བསྐྱེད་ཀྱི་ཀུན་སློང་ཡག་པ་ཞེས་ཨ་ནི་གསུང་ཆོས་ཉིད་ཉན་པའི་སྐབས་སེ་ལ་སེམས་བསྐྱེད་འདི་མ་ཡེངས་པར་བྱས་ཙམ་ན་དེ་འདྲའི་ཆེས་ཡག་པོ་ཞིག་ཉན་ཨ་ནི་ད་དེ་ནས་དེ་ཉན་ཚར་བའི་རྗེས་སུ་བསྔོ་བ་མ་ལ་ཡག་པ་བརྒྱབ་ནས་དེ་ཡངས་པའི་དམ་པ་གསུམ་གྱི་རྩིས་ཡག་པོ་ཟིན་པ་ཡིན་ནོ། འོ་དེ་ལྟ་བུའི་ཀི་ཏཱ་བྱེད། དགེ་རྩ་དེ་ལ་བརྟེན་ནས། ཨ་ནི་ག་རེ་ཟེར་སོང་རྫོགས་པའི་སངས་རྒྱས་ཀྱི་གོ་མ་ཐོབ་ཡང་སྐྱིད་རུ་འགྲོ་ཡག་དང་ཨ་ནི་དེ་ལྟ་བུའི་ཤུགས་ཉེས་ཤིག་མཆིས་པ་དེ་ལས་འདི་ལ་བརྟེན་ནས་ཨ་ནི་སོ་སོ་ཐར་པའི་གི་དེ་ཡིད་བཞིན་ནོར་བུ་རིན་པོ་ཆེ་དང་འདྲ་བའི་གི་དེ་འདི་ལ་ཨ་ནི་ད་སྙིང་པོ་ལན་ཡག་གི་མཆོག་ཏུ་གྱེས་པ་དེ་ཆགས་ཏུ་ཡོད་རེད་དེ་འདྲ་ཡིན་པར་སོང་ཙང་ང་ཚོ་ད་ཆུ་ཤུལ་ཚིག་གི་བླ་མ་གི་ཡོན་ཏན་དེ་ང་ཚོ་བརྟག་གོ་ཡག་དང་ཤུལ་མཁན་གི་སློབ་མ་གི་མཚན་ཉིད་དེ་ཚང་གོ་ཡག་བརྟག་གོ་ཡག་དང་ཨ་ནི་སོ་སོ་རང་ཉིད་ཀྱི་ཆུ་ཤུལ་བའི་སྐབས་སུ་ནན་ཏན་དེ་ཨ་ནི་སོ་སོ་ད་ཡོན་ཏན་དེ་ཚོ་ཚང་གོ་ཡག་དང་སྐྱོང་དེ་ཚོ་སྤང་གོ་ཡག། ནོར་བུ་ཆུ་ཞེས་གཡག་གི་དཀར་ཚ་ཡོ་དེ་དེ་ཚོ་ཚང་བ་ཅིག་སྐྱོང་དེ་ཚོ་བར་སྤང་ཡག་ཅིག་འོ་ད་དེ་ལྟ་བུའི་གི་ཅིག་བླང་དོར་གི་ལི་ཉིན་ཤ་ཚང་གཅིག་ཧ་གོ་བའི་གི་སྟེང་ནས་ཨ་ན་ཆུ་འཇིག་ཉེན་ཞིག་ག་རེ་བྱས་པ་ཡིན་ན་ཡང་ད་བས་མ་ཟེར་བའི་ཕན་ཡོང་ཆེན་པོ་དང་བྱིན་རླབས་ཆེན་པོ་ཆགས་དེ་ཡོད་རེད་ད་དེ་ནས་དེ་འདྲ་ཞིག་ཤོད་ཡག་ཡིན་བྱང་ཆུབ་སེམས་མཆོག་ལྷུན་པོ་ཅིག་མ་སྐྱེས་པ་རྣམས་སྐྱེ་རྒྱུ་ཞིག་སྐྱེས་པ་སྙམ།